འདི་ག་རེད་ཁྱེད་རྣམས་ཚོས་ཁེངས་དགོས་པའི། གལ་ཆེ་ཤོས་དེ་ཤེས་ཡག་འདི་རེད། ང་ཚོ་མི་ཚང་མ་ལོ་སྐྱེས་པའི་ཞུགས་པ་ཤི་རྒྱུ་རེད་བ་ཚང་མ་ལོ་ཤི་རྒྱུ་རེད་ཕྱུག་པོ་ཡིན་ནས་ཤི་རྒྱུ་རེད་སྐྱོ་བོ་ཡིན་ནས་ཤི་རྒྱུ་རེད་བརྩེ་བོ་ཡིན་ནས་ཤི་རྒྱུ་རེད་དོ་སྙེམས་ཡིན་ནས་ཤི་རྒྱུ་རེད་གང་ལྟར་ཤི་རྒྱུ་རེད་བ། ཨ་ཁྱེད་ཚང་མི་ས་འདིའི་ཚོགས་པའི་ནང་ལོགས་ལ་ཡ་གལ་ཆེ་ཤོས་དེ་ཤི་ཡག་ཡིན་ཙང་ང་ཚོས་ལས་རྒྱུ་འབྲས་བརྩི་དགོས་པའི་མ་ཚད་གར་ཆགས་པ་རེད་དོ། ཉིན་ལྟར་སེམས་བཟང་པོ་ཞིག་གིས་ཀུན་སློང་རྣམ་པར་དག་པ་ཞིག་གིས་བྱས་སོ་སོའི་གཡས་གཡོན་གྱི་མི་དུ་ཟོར་རོག་པོ་བྱེད། མི་གཞི་བྱས་ན་ང་ཚོས་སྨོན་ལོང་བརྒྱབ་ང་ཚོ་བོད་རིགས་བོད་ཆོས་ལྡན་ཞིང་ཁམས་ནང་ལ་སྐྱེས་མཆོག་མི་ཚང་མ་ལོག་གི་གར་སོང་བར་ཟེར་ན། བོད་རིགས་ཅིག་ཡིན་པའི་ཆུ་བོ་མང་ཆེ་ལ་ཡང་སྙིང་རྗེའི་སེམས་པ་དེ་ལྡན་ཡོད་རེད་བ། ཚང་མ་ལོག་གི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སྡུག་བསྔལ་གྱི་གནས་ལས་གྲོལ་བར་ཤོག་དང་ཨ་ནི་འདྲེ། མི་གཞི་བྱས་ན་ང་ནང་ཚོ་ཚང་མས་སྨོན་ལོང་དེ་བརྒྱབ་ཐིག་པ་ཆེན་པོའི་ཆོས་ཅིག་གོ་རེད་བ། ཡིན་ནའི་ལེ་ལས་རྙེད་ལ་ཡང་ཁ་ཕྱོགས་རེད་སོ་སོའི་གཡས་གཡོན་གྱི་མི་དེ་གས་ད་སེམས་ཅན་དུད་འགྲོ་དེ་གས་ལ་ཡང་ཕན་པའི་བྱ་བ་ཡག་པོ་ཞིག་བྱས་རེད་བ། ཨ་ནི་འོ་འདི་རེད་བྱ་ཉན་བསམ་བཏང་ན། ཨ་དོན་དག་ལས་ཅིག་དོན་དག་ལ་ཡ་གདོང་ཙི་རི་ཙི་ཅི་ལོས་མ་བསྡད་ཕྱིར་ལིང་གའི་ཚང་མ་ལོ་ཧ་ཧུ་སུ་ཞུ་རྒྱུའི་རེ་བ་ཡོད་ལ། ང་ཚོ་བོད་རིགས་སྤུན་ཟླ་གཅིག་ངོས་ནས་བཤད་ན་རྒན་སྙན་གྲགས་ལགས་ཀྱི་བཀའ་ཆོས་ཉན་གི་ཡོད་རེ་བ་དེ་སང་ལས་ས་ཡ་མི་མང་ཅིག་གི་བཀའ་ཆོས་ཉན་རྒན་ལགས་ཀྱི་གསུངས་པ་དེ་གས་བྱས་རྗེས་དེ་སང་མི་མང་ཆེ་ཡག་པོ་ཞིབ་ཅིག་ཆ་བཞག་ངོ་ནས་ལས་ས་ཡ་མི་སང་ལས་སང་ཞིག་ཉན་མང་ཆོག་རེ་སྐད་འཕྲིན་ནང་ལོག་ལ་ཡ་དངུལ་དེ་མི་གནས་པ་དུ་འཛོ་ཡ་རོགས་པ་བྱས་ཕན་ཚུན་ངོ་ནས་མི་མང་པོ་ཞིབ་ཅིག་འདས་ཡག་པོ་ཞིབ་ཅིག་འདས་ཡོད་དུས་སམ་པ་སེམས་ནང་ལ་སྤོབས་ཀྱིས་ཡིན་ནའི་ལ། ལྷན་རྒྱས་ཚོས། ད་དུང་ཡར་ལྟོ་ཡར་འཛིན་ཡོང་བྱེད་ཅེས་ང་ཚོའི་བོད་མི་རིགས་འདི། ག་སོག་རེད། དགའ་སྐྱིད་ལྡན་པ། དགའ་སྐྱིད་ལྡན་པའི་མི་རིགས་ཡག་པོ་བཤད་འདུག་ཅེས་ཕན་ཚུན་དངོས་གནས་བསམ་ཤེས་དང་ཕན་བདེ་མཐུན་སྒྲིལ་བྱེད་ཡ་དེ་གལ་ཆེན་པོ་ཞིབ་ཅི་རིགས་གསུང་གི་འདུག་ང་རའི་སེམས་ལ་ལར། ལྷག་པར་དུ་དེ་སང་ང་ཚོ་བོད་རིགས་སྤུན་ཟླ་ཚོས། པགས་པ་མ་གོས་ཟ་བ། པགས་པ་མ་གོས་རྟག་པ་གཟིགས་པ་ལུག་པ་ལ་སོགས་པའི་པགས་པ་མང་པོ་ཡོད་རེད་བ་དེ་གས་མ་གོས་མ་གོས་ཡག་པོ་རེད། ཨ་ང་ལས་ས་ཡ་དྲུག་འདས་ཟིན་པ་ང་ད་ལྟ་འདས་སུ་གྲོང་གསེབ་གྲོང་གསེབ་ཅིག་ལ་ཡོད། ང་ཚོའི་དེ་ག་ཚོད་བར་སོང་ལོ་རེ་རེ་ཡ་གང་བཏང་དུས་བསམ་པ་གང་སྤེལ་མོ་ཚིག་འབྲི་སྟངས་ཀྱི་རེད། གང་ཐུབ་ཐུབ་འབྲི་སྟངས་ཀྱི་རེད་བཏང་དུས་བསམ་པ་ང་ཚོའི་གྲོགས་པའི་ལུག་གང་ག་ཤི། ལུག་གང་ག་ཤི་དུས་པགས་པ་དེ་ཚོ་ང་ཚོས་ཉོས། འདས་ཅིག་བོ་རེད། ཨ་ན་པགས་པ་དེ་ཚོ་གང་ག་ལོག་ལུག་ཤི་གྱོ་རྒྱན་རྒྱག་རེད་ཡིན་ནའི་ང་ཚོ་གྲོང་གི་ནང་ལུས་དུས་བསམ་པ་ག་ཚོད་བར་སོང། ཁོ་ན་ཚོའི་མི་དེ་ག་ཚོད་ཤི་བལྟ་དུས་བསམ་པ་ཞེ་ཅེ་ང་ནི། ཨ་ནི་ཤི་གི་དེ་ལས་ཨ་ཡིན་ནའི་ལས་ངའི་དེ་ལུག་ཤི་གྱོ་རེད་ཟེར་ལབ་ན་ཡོང་གི་མ་རེད་པ།

བལ་གྱིས་ལུ། མི་བཟོད་སྲི་ཡ་ལ་ཡ་གྱང་ལ་དུབ། ཆུ་ནག་ཡུག་ཅེས་སེ་འོར་སི་ཏུ་བ་མ་སྐྱེས་བྱ་བར་ཉིན་མོ་གསུམ་བཞི་བྱིན་ནས། དེ་འདྲའི་མ་ཁོ་ན་གི་གི་རེ་རེ་བ་ལ་ང་ཚོ་ཚང་མས། དེ་འདྲ་ཡིན་དུ་བསམ་པ། ད་དུང། ལྷན་སྐྱེས་ལ་ཡ་ཞུ་ཡ་གྱིས་ལ་ཡ། ང་ཚོ་བོད་རིགས་མི་ལ་ཡ་སྐྱོན་ཆེ་ཤོས་ག་རེ་བ་ཟེར་ན་སྐད་ར་མོ་ལུག་གི་བ་དེ། སྐད་ར་མོ་ལུག་ཤི་གི་གི་སྐད་ར་མོ་ལུག་ཤི་གི་གི།

མིའི་སྐད་རྒྱབ་ན་གཉེན་པོར་ཤོར་བས་ང་ཚོ་པཱ་ལགས་ཨམ་ལགས་སུ་གཉེན་པོ་ཞིག་གྲགས་འདུག་འདི་ཕ་མས་སྤུ་བོ་ཡག་ལབ་སུ་མ་རེད་ཟ་བྱས་རེད་བ། བྱས་ཙང་ང་ཚོ་ཚང་མས་སྤུ་བོ་སོ་སོའི་བུ་ཕྲུག་ལ་ཡ་བུ་ཡི་བོད་སྐད་སྦྱང་ཡ་དེ་ཡག་པོ་ཞིག་ལབ་དགོས་འདུག་ངས་བྱས་ན་བུ་ཡི་བོད་སྐད་ཡག་པོ་ཞིག་སྦྱང། སོ་སོའི་མི་རིགས་སྐད་ཡིག་དེ་མི་གཞན་པའི་གི་སྐད་ཡིག་ཏུ་སུ་ཡག་པོ་བྱས་སྦྱང་ཨ་མོ་ནས་གི་ཁལ་བུ་དེ་ཆགས་རུ་བ། བྱས་ཙང་དེ་འདྲ་ཡིན་འདུག་བསམ་པ་ང་ཚོས་ངེས་པར་དུ་ཤུགས་དྲག་མ་སྐྱབས་རྗེས་བུ་ཡི་བོད་སྐད་སྦྱང་ན། བོད་སྐད་སྙན་པོ་དག་རབ་བཞག་ཅིག་ཡིན་གཅིག་མིན་གཅིག་ཀུང་ཅའོ་ཁྲའོ་ན་ལི་ཡོད་ཨ་ཨ་ག་ས་ཨ་ཧྲི་སི་ཧའོ་པ་ཧའོ་ཧྲི་ལོ་ཧའོ་ན་ཡོད་ལོ་ཡ་ག་རོ་རེད་དེ་འདྲ་ལོ་ཧོ་ཡ་ཡོ་མ་རུབ་རུབ་ཨ་ང་ཚོས་ང་སྤྱི་སྤྱོད་གླང་པོ་ཨང་གྲངས་གེ་བེ་ན་ཡོད་ཁྱེད་རང་གིས་ང་དེ་གུ་ན་ཨཱས་དེ་འདྲ་གསུང་ན་འགྲིག་གི་རུབ་ཨ་ང་ཇུས་ཏོག་ཚབ་ཤིས་ཏུ་གི་ལ་ང་སེམས་ནག་གི་ལ་ལབ་དྲ་གོང་དྲ་འབྲུ་དུས་ཤི་ད་ལབ་དྲ་ཁ་ཤས་གི་ལ་ར་ས་ཆུ་ན་གཙུག་ལག་ཁང་ཞེས་པ་ནི་ཨ་ཡ་ཀྲི་ཧོ་མའི་བཙུན་མོ་འདུག་ཨ་ཨ་ཟི་གིས་བོད་རིགས་བོད་རིགས་ནི་དཔེ་སྲིད་འོག་མ་རེད་ད། ཨོ་ལྷན་རྒྱལ་ཚོ་ད་ང་ཁ་མང་པོར་བྱས་སུ་ཡིན་ནའི་ལྷན་རྒྱལ་གྱི་ཚང་མ་ལོག་གི་ནི་རང་མི་རིགས་དང་སྐད་ཡིག་དེའི་ཆེད་དུ་ཤུགས་སྐྱོན་རང་ན་ཞུགས་གི་ཡིན་ཤུགས་སྐྱོན་རང་ན་ཞུགས་ཇི་འདྲའི་ཤུགས་སྐྱོན་རང་ན་འདུག་སྟེ།